པ་འདི་ཚོགས་གཙོ་མཆོག་ད་ད་ལྟ་ང་རང་ཚོ་བོད་ནང་གི་རྫ་དྲག་གནས་སྟངས་ཐོག་གདུང་སེམས་མཉམ་སྐྱེད་ཀྱི་གྲོས་འཆར་ཡིག་ཆ་ཨང་གསུམ་པའི་ཐོག་ལ་ཆ་ཤས་ལེན་གྱི་ཡོད་གནས་སྤྱི་བཏང་ཏང་ཙུའུ་གྲོས་ཚོགས་རིམ་པ་ག་དུས་ཚོགས་ཀྱི་ཡོད་པའི་གནས་དེ་གླེང་སློང་བྱས་ཏེ་ཆ་དེ་རེད་ད་ག་ནང་བཞིན་གནས་ཚོགས་ལ་ཉེ་ཆར་སྤྱི་ཟླ་གསུམ་པ་ནང་ལ་ང་ཚོ་གྲོས་ཚོགས་ཚོགས་རེད་དེ་སྐབས་བཅུ་བདུན་གྱི་གྲོས་ཚོགས་ཆགས་ཀྱི་ཡོད་རེད་ཡིན་ནས་བཀའ་ཤག་སྐབས་བཅུ་དྲུག་པ་ཆགས་ཀྱི་བཅུ་དྲུག་པ་ཆགས་ཀྱི་ཡོད་རེད། དེ་འདྲའི་ཡིན་དུས་སོ་སོ་ཀྱིས་འདིའི་ཐོག་ལ་ཆ་ཤས་ལེན་ནས་དགའ་མོས་ཞུས་ཡོད། ཨ་ནི། ད་ལྟ་བཀའ་ཤག་གསར་པ་ཕེབས་ཡོད་རེད་དེ་སྤྱི་འཐུས་གསར་བ་ཡོད་རེད་དེ་ཡིན་ནའི་མི་ཡིས་ད་ལྟ་བཀའ་ཤག་ནང་ལ་སྲིད་སྐྱོང་རང་ཅག་ཆགས་བསྡད་རུ་ད་ལྟ་ང་རང་ཤེས་ངེས་དེ་སྐབས་བཅུ་བདུན་ནང་ལ་སྤྱི་འཐུས་ཡིན་པ་ཆགས་བསྡད་དེ་འདྲའི་ཡིན་དུས་སྐད་ཆ་མང་པོ་བཤད་མ་དགོས་པའི་ཐོག་ནས་སུད་སུད་ཀྱིས། ད་གཙོ་བོ་བོད་ནང་གི་རྫ་དྲག་གནས་སྟངས་ཀྱི་ཐོག་དེ་ད་ལྟ་གོང་ནས་སྤྱི་འཐུས་ཁག་ཅིག་གིས་བཀའ་མོལ་གནང་ལ། ཨ་ནི། ཁོར་ཡུག་རེད། མི་རིགས། རྩ་མེད་བཏང་ཡ་རེད། སྐད་ཡིག་རེད་གང་ཅིའི་ཐོག་ནས་རྩ་མེད་བཏང་གི་ཡོད་པ་རྒྱ་ནག་དམར་གཞུང་གིས་དེ་ཚོའི་ཐོག་ད་ང་ཚོས་གཟབ་གཟབ་བྱེད་དགོས་ཀྱི་འདུག་གསུང་གི་ཡོད་རེད། ཡིན་ནས་སོ་སོའི་ངོས་ནས་ད་གཙོ་བོ་ཆེ་ཤོས་དེ་ག་རེ་མཐོང་གི་འདུག་ཞུས་པ་ཡིན་ན། དཀའ་ངལ་དེ་ཚོ་ཚང་མ་སེལ་ཡ་ལ་བོད་རྒྱ་འབྲེལ་མོལ་དེ་ངེས་པར་དུ་གནང་དགོས་ཀྱི་འདུག། ད་ང་ཚོ་གྲོས་ཚོགས་ནང་རབ་དང་རིམ་པ་ཤེས་ཀྱི་ཡོད་རེད་གྲུབ་འབྲས་ཐོན་གྱི་འདུག་མི་འདུག་ང་ཚོ་ཚང་མས་མཁྱེན་གྱི་རེད། ལྟར་གྲོས་ཚོགས་སྐབས་བཅོ་བརྒྱད་ཆགས་ཀྱི་ཡོད་རེད་བཀའ་ཤག་སྐབས་བཅུ་བདུན་ཆགས་འདོད་ཀྱི་ཡོད་རེད། དེའི་རིང་ལ་ང་ཚོ་གྲོས་ཚོགས་ག་དུས་ཚོགས་ཀྱི་ཡོད་པའི་ནས་བོད་ནང་རྫ་དྲག་གནས་སྟངས་ཀྱི་ཐོག་ལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་འཆར་དེ་འཁྱེར་ཡོང་བསྡད་ཡོད་རེད། ཨ་ད་བར་དུ་གྲུབ་འབྲས་ག་རེ་ཐོན་སོང་ཐོན་མ་སོང་རྣམ་པ་ཚོས་ཚང་མས་མཐོང་བསྡད་ཡ་ཅི་རེད་མ་གཏོགས་མི་གཅིག་གིས་ཤེས་ནི་འདི་རེད་མ་རེད་ལ་ལབ་དགོས་ཡ་ཡོད་མ་རེད་དེ་ཡིན་ནའི་སོ་སོའི་ངོས་ནས་ད་ད་ལྟ་བར་དུ་གྲུབ་འབྲས་ཐོན་གྱི་མེད་པ་ལ་བརྟེན་ནས་བོད་རྒྱ་འབྲེལ་མོལ་དེ་ཡིན་གཅིག་མིན་གཅིག་ངེས་པར་དུ་གནང་ཐུབ་དགོས་ཀྱི་འདུག་ཨ་ནི་ད་ད་འདྲ། བ་ཚོགས་གཙོ་མཆོག་ཞུ་ཡ་ལ། སྲིད་སྐྱོང་གིས་ད་ཉན་གི་ཡོད་མེད་ཧ་གོ་སྔོན་དུ་མིག་དེ་མ་བཙུམ་བསྡད་བཞག་དེ་འདྲ་ཡིན་དུས། ད་ང་ཚོས་གི་ཞུ་ཡ་དེ་གཙོ་དེ་སྲིད་སྐྱོང་ཆགས་སྒོར་འཛིན་སྐྱོང་ཡིན་པ་ཡིན་དུས། སྤྱི་འཐུས་ལྷན་ཚོགས་ཀྱི། ཆབ་སྲིད་ཀྱི་ཐོག་ལ། འགན། ཡོད་མ་རེད་ངས་ཞུ་གོས་ཁ་སང་དེ་ལས་ཞུས་པ་ཡིན་ག་ཡིན་ཟེར་ན། རྒྱལ་བ་རིན་པོ་ཆེ་སྐུ་དབང་མ་རྩིས་སྤྲོད་གནང་བའི་རྗེས་ལ། ཨ་ནི་སྲིད་སྐྱོང་གི་མིང་འདི། ད་ཆབ་སྲིད་ཀྱི་འགན་ལེན་གི་ཡོད་ལེན་དགོས་གི་ཡོད་ཙང་ཨ་ནི་སྲིད་སྐྱོང་དེ་བཏགས་ཡོད་རེད་དེ་འདྲ་ཡིན་དུས། སྲིད་སྐྱོང་གིས་ད་ལྟ་བར་དུ་ད་སྐབས། བཀའ་ཤག་སྐབས་བཅུ་དྲུག་གི་དུས་ཡུན་ལོ་ལྔ་ནང་ལ། བོད་རྒྱ་འབྲེལ་མོལ་ཐོག་ལ་ག་རེ་གནང་ཡོད་མེད་འདི་སོ་སོ་འདིའི་ཐོག་ལ་དྲི་བ་དྲིས་ཡོད་དེ་ལན་ག་ཡང་བྱུང་ཡོད་མ་རེད། ད་སུད་སུད་ཐོང་ཡ་དེ་ག་རེ་ཡོད་ལབ་ན་ཐབས་བྱུས་ཚོགས་འདུ་ལ་ནི་ལོ་རེ་རེ་གཅིག་ཚོགས་བསྡད་ཀྱི་འདུག་དེ་ནང་ལ་ཨ་ནི་ག་རེ་ཕྱག་ལས་གནང་ཡོད་མེད་དང་དེ་ཚོའི་ཐོག་ལ། བཀའ་ཤག་གི་གསལ་བཤད་གྲོས་ཚོགས་ནང་ལ་ཡོང་གི་ཡོད་པ་ནས་འདི་ཐོག་ལ་གང་ཡང་ཡོད་མ་རེད། དྲི་བ་ག་ཚོད་དྲིས་པ་ཡིན་ནའི། གྲོས་ཚོགས་ལ་འགན་ཁུར་བའི་ཐོག་ནས་ལན་ག་ཡང་བྱུང་མ་སོང། ད་ལྟ་འདི་ངས་ད་ག་རང་ལ་འཚམས་འདྲི་གི་བཀའ་ཤག་གི་གསུང་བཤད་ཅིག་གནང་ཡོད་རེད། དེའི་ཐོག་ལ། ཨཱ་ནི་ལེ་རྒན་ཁོ་ནས་ལན་འདེབས་བྱེད་ཀྱི་ཡིན་གསུང་གི་ཡོད་རེད་དེ་ད་ལྟ་བར་དུ་ང་ཚོ་བོད་ནང་རྫ་དྲག་གནས་སྟངས་ཐོག་ལ་བགྲོ་གླེང་བྱས་པའི་ཐོག་ནས། རྒན་ཁོ་པའི་ཐོག་ནས་གསལ་བཤད་ག་རེ་བྱས་ཡོད་རེད། ལན་ག་རེ་གནང་ཡོད་རེད། དེ་ཚོ་དགོངས་པ་བཞེས་དགོས་ཀྱི་འདུག། འདི་ཅིག་ཞུ་ཡས་ཡིན། ད་ད་ལྟ་ང་ཚོ་ངེད་ཀྱི་གཙོ་བོ་ཞུ་ཡས་འདི་བོད་རྒྱ་འབྲེལ་མོལ་བྱེད་དགོས་ཀྱི་ཞུ་ཡས་འདི་ད་དཀའ་ངལ་དེ་ཚོ་སེལ་དགོས་དགོས་ན་བོད་རྒྱ་འབྲེལ་མོལ་བྱེད་དགོས་ཀྱི་ཡོད་རེད་མ་གཏོགས་འདི་མ་གཏོགས་ཕྱི་རྒྱལ་གྱི་ནི་འདི་ངེད་ང་ཞུ་ཡས་གཙོ་བོ་དག་རང་ཡིན་དུས་རྟག་ཏུ་ག་དུས་ཡར་ལངས་པ་ཡིན་ནས། ཕྱི་རྒྱལ་གྱི་ཨ་ནི་གནད་ཡོད་མི་སྣ་རེད་གྲོས་ཚོགས་རེད་འདི་ཚོའི་ཐོག་ནས་བགྲོ་གླེང་གླིང་བ་གཙང་བ་དང་གྲོས་ཆོད་བཞག་པ་ཙམ་གྱིས་ང་ཚོ་བོད་རྒྱ་དཀའ་ངལ་སེལ་ཐུག་གི་རེད་བས་ལ་ན་དུས་ནམ་ཡང་སེལ་ཐུག་ཡོད་མ་རེད་ད་ལྟའི་བར་དུ་སེལ་ཐུག་ཡོད་མ་རེད། ད་ལྟ་ང་ཚོ་འདི་ན་ལ་ཡོད་རེད་སྔོན་གླིང་དང་དེ་ཚོའི་ནང་ལ་ཨ་རིག་གིས་བོད་རྒྱ་འབྲེལ་མོལ་ཡོང་ཡ་ཐོག་ལ་སེམས་འཚབ་ཆེ་གི་ཡོད་པ་ཡོང་དགོས་གི་ཡོད་པ། དེ་ཚོ་ཁོ་ན་ཚོ་གི་བསམ་ཚུལ་བཏོན་ཆོག་གི་ཡོད་རེད་དེ་དོན་ངོ་མ་ང་ཚོ་ལག་ལེན་ཐུག་གི་རེད་ལ་ན་ཐུག་ཐུག་གི་མ་རེད། ལག་ལེན་ཐུག་རན་ལ་ག་རེ་དགོས་གོ་ལ་ན་རྒྱ་ནག་གཞུང་དང་ཐད་ཀར་འབྲེལ་བ་གནང་ཐུག་གི་འོར་ཐབས་ལམ་ག་འདྲེ་ཚད་པ་ཡིན་པ་ཡིན་ནས། འདི་མ་བྱུང་པ་བར་དོ། ད་ལྟ་འདི་གང་གི་འདི་གོང་གི་སྤྱི་འཐུས་གཅིག་གིས་ཤེས་བ། སྤྱི་འཐུས་ཀྱི་འགན་ཁུར་ཁུར་རེད། ཨ་ནི་ཕྱི་རྒྱལ་མི་ལ་སྐད་ཆ་བཤད་ནི་དེ་ཆོག་ལ་དེ་ཚོ་ཡོང་ཡ་ཡོད་མ་རེད་བྱེད་ཆོག་གི་ཡོད་རེད་ང་ཚོ་ཆབ་སྲིད་ཀྱི་ག་ལ་འོ་རེད་ད་ཆབ་སྲིད་ཀྱི་འགྲོ་འགྲོ་སྟངས་ཀྱི་ཐོག་ནས། ཕྱི་རྒྱལ་མི་སྣར་ཐུག་ཡ་གནད་ཡོད་མི་སྣར་ཐུག་ཡ་བཤད་ཡ་བོད་ཀྱི་གནས་སྟངས་དཀའ་ངལ་བཤད་གསལ་བཤད་བྱེད་དགོས་དེ་ཆབ་སྲིད་ཀྱི་འགྲོ་སྟངས་ཀྱི་རེད་བསམ་གྱི་ཡོད་མ་འདུག་འདིའི་དཀའ་ངལ་ངོ་མ་སེལ་ཐུག་གི་རེད་ལ་ན་རྩ་བ་ཉིད་ནས་སེལ་ཐུག་གི་མ་རེད་དེ་ངས་ཐག་ཆོད་ནས་ཞུ་ཐུག་གི་འདུག་ཐད་ཀར་རྒྱ་ནག་གཞུང་ལ་འབྲེལ་བ་མ་བྱས་པའི་ཐོག་ནས། ཨ་ནི་ཕྱིའི་རྒྱལ་ཁབ་དང། གནད་ཡོད་མི་སྣ་རྗེས་འབྲེལ་བྱེད་པ་ཙམ་གྱིས་ང་ཚོའི་དཀའ་ངལ་སེལ་དུས་ནམ་ཡང་ཐུག་གི་མ་རེད། སྤྱི་འཐུས་ལྷན་ཚོགས་མི་བཞི་བཞི་ལྔ་འགན་འཁུར་ཐུག་རེད་ལ་ན། ང། གང་ཟག་སྡེ་གིས་དུས་ནམ་ཡང་འགན་ཡོག་མ་རེད་ངོ་འཛུལ་ལ། ཆབ། ཆབ་སྲིད་ཀྱི་འགན་གཙོ་བོ་དེ་སྲིད་སྐྱོང་ལ་ཡོད། འཛིན་སྐྱོང་བཀའ་ཤག་ལས་ཡོར་ངས་དྲན་གྱི་མེད། ཐག་གཅོད་ངོ་མ་དེ། སྲིད་སྐྱོང་གིས་བྱེད་དགོས་གོ་རེད་དེ་འདྲོན་དེ་རྒྱ་བ་རིན་པོ་ཆེ། དགོང་ལོས་བབ་པའི་ཐོག་ནས་རེད་བོད་ལ་དེ་འདྲ་ཞུ་ཐུག་དགོས་གི་ཡོད་རེད། ང་རང་ཚོ། གྲོས་ཚོགས་འཚོགས་བཅས་གདུང་སེམས་མཉམ་སྐྱེ་རྟག་པ་རེ་བཤད་དེ་མོ་གོ་བའི་ཐོག་ནས་ཏི་ཀ་ནི་སེ་ཡ་འདི་ད་ཁོ་ཡུ་རེད་མི་རིགས་རྩ་མེད་བཟོ་ཡ་རེད་སྐད་ཡིག་དང་རིག་གཞུང་གང་ཅི་ཐོག་ནས་ཏི་ཀ་ནི་སེ་ཐུ་ཡ་ལ་བོད་རྒྱ་འབྲེལ་མོལ་ཐོག་ནས་སེ་དགོས་ཀྱི་འདུག་ཨ་སྲིད་སྐྱོང་གཉིས་ཁུག་དེ་གི་འདུག་དེ་དཔའ་འདེ་ཚོགས་གཙོ་མཆོག་ཨ་འདི་ངོ་ཚོ་བཤད་ཡ་དེ་ཁོ་ཆོ་གི་ཡོད་རེད་ཆོ་གི་ཡོད་མ་འདི་ཐག་ཆོད་ཆོད་གནང་རོགས་གནང་ཕི་ཁེ་ཟིར་རོ་ཆེ།